ཨོ། གྲོགས་པོ་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་སྦྲགས་ནས། ཁ་སང་ངོ་དེབ་གུ་དོག་ལ་བཀོད་པའི་ས་བྲག་གི་མ་ཟིན། དེ་དང་འབྲེལ་ནས། ངོ་སྤྲོད་ས་ཞིང་ཕྲན་བུ་ཅིག་ཞུ་ཡ་ཡིན་ག་རེ་ཟེར་ན། ས་བྲག་དེ་གི་ཐོག་ལ་ནོར་བཅོས་བྱེད་དགོས་ཡ་དང། ཡོ་བསྲང་བྱེད་དགོས་ཡ་འདྲ་ག་རེ་ཡོད་མེད་གསུང་རོགས་གྱིས་ཟེར་ནས་ཞུ་བ་ནང་བཞིན་ཁ་ཤས་ཀྱིས།

ང་བྲིས་མི་འདུག་ཁོ་བྲིས་མི་འདུག་ག་རེད་ཟེར་ཡ་ད་དྲི་བ་ཟེར་ན་མི་འདུག་མཆན་མང་ཆེ་བ་གྱི་དེ་རེད་ཤེས་དེ་ཚོ་ལ་ལན་ཏིག་ཤེས་འཐུས་པ་གནང་རོགས་གྱིས་ཟེར་ནས་ཞུ་ཡ་ཡིན། དེ་ནས་སྟོད་ནས་མ་ངོ་སྤྲོད་ཞུ་བ་ཡིན་ན་ཟངས་དཀར་རྒྱ་བོ་ལ་དྭགས་རྒྱ་བོ་རེད། ཟངས་དཀར་དེ་རྩ་བའི་ལ་དྭགས་ཀྱི་ལྷོ་ཕྱོགས་ནས་བྱས་ནས་ཕ་པག་སི་ཐང་ནང་འོག་པ་མདོ་བ། དེ་ཚོ་ཁོ་འདི་ས་མཚང་འདྲ་བོ་བྱེད་ལེ་མི་བྲིས་ཀྱི་ཡོད་རེད། ལ་དྭགས་དེ། ད་ལྟ་ལ་དྭགས་བྲིས་འདུག་བ་ཟངས་དཀར་དེ་ཕར་ཆེ་བ་ལ་དྭགས་ཀྱི་ཁུངས་ཐུང་ན་ཡིན་ཙང། ལ་དྭགས་ཀྱི་རྒྱ་ས་ལྷས་དེ་འདུག་བ་ཅིར་བྱས་འདི་སྤང་གོང་ཚུ་དེ་དེ་གཉིས་ངའི་སྔོན་ལ་འདྲ་བཤད་ཀྱི་ཤུལ་ཡིན་བསམས་སོ། ད་དེ་ནས་མ། གུ་གེ་རྒྱ་བོ་རེད་ཡ་ཚེ་རྒྱ་བོ་རེད་བློ། རྒྱ་བོ་རེད་གུང་ཐང་རྒྱ་བོ་རེད། དེ་ནི་འབྲས་ལྗོངས་རྒྱ་བོད་རེད། རྒྱ་རབས་འདི་ཚོ་ག་དུས་བྱུང་བ་རེད་ཟེར་གི་དྲི་བ་འདྲ་བོ་ཅིག་འདུག་བསམ་སོང། ད་མངའ་རིས་སྐོར་གསུམ་དེ་ངས་དེ་ཉིན་སྔོན་མ་དེ་ཚོའི་ནང་ཤོད་ཟིན་པ་དེ་ལྟ་རུ་གྱིས། ང་འདི་མང་པོ་ཆགས་ན་ཡག་སྐྱོག་ཐུབ་གི་མི་འདུག། ཡ་རྩེ་ཡ་ད་གོ་གི་ནི་ཚུལ་འཆལ་ཡོང་ཡི་གི་རྒྱ་ཕྲན་ཅིག་ཡིན་ས་རེད།

དེ་ནས་འབྲས་ལྗོངས་རྒྱལ་པོ་དང་འབྲོག་རྒྱལ་པོ་འདི་ཚོ་སྟེ། དུས་རབས་བཅུ་བདུན་ཡས་མས་དེ་འདྲའི་རྗེས་ལ་ནས་མགོ་བཙུགས་འདུག། དེ་ནས་མོན་རྒྱལ་པོ་སྟེ། བོད་བཙན་པོའི་སྐབས་ལ་མོན་རྒྱལ་པོ་ཟེར་གྱི་ཡོད་ཡོད་རེད་དེ་དེ་མ་ཡིན་པར་ཡང་བོད་བསིལ་བའི་སྐབས་ལ་མོན་རྒྱལ་པོ་ཟེར་གྱི་འདུག། ཀརྨ་པའི་རྣམ་ཐར་དེ་ཚོའི་ནང་ལོགས་ལ། དེའི་གེ་ས་ཆ་དེ་ད་མོན་ཡོན་རྒྱ་ཆེན་པོ་ཡིན་ཙང་རྒྱ་ས་འདྲ་ལྟེ་བ་དུ་གར་ཡིན་ངེས་ཧ་གོ་མ་སོང་དེ་ཡིན་དུས་མོན་གི་ས་ཆ་ཞོག་ཞོག་ཅིག་བྲིས་ཀྱི་ཡོད་རེད་དེ་ཡར་རྟ་དབང་གི་ཞོག་ཡིན་མ་ག་ཡིན་དེ་ངེས་ཧ་གོ་མ་སོང་ད་དེ་མིན་གི་རྒྱ་ས་འདི་འདྲ་ཅིག་འདུག་བ་འདི་ཚོ་ཕ་ར་ཁྱེར་བ་དེ་ཕ་ཅེ་ཏག་ཏག་རེད་དེ་ཡོད་རེད། ད་གོམ་པ་གོང་ལྡོག་ཚ་གི་བྱེད་པ་ནི་ཞོར་དུ་ཡོད་ན་དགོངས་སེལ་ཞུ་ཡ་རེད་མ་གཏོགས་བ་རྒྱའི་ཏག་ཏག་རེད་དུ་ཡོད་བསམ་སོང། དེ་ནས་ཡར་ལངས་རྒྱ་རྒྱུད་དང་ལྷ་ས་རྒྱ་རྒྱུད་ཟེར་དེ་འདྲས་རྒྱ་རི་ལོ་རྒྱུས་ནང་ལོ་སིལ་བུར་ཡོད་རེད་མ་རྒྱ་རྒྱུད་རིམ་པ་བཞིན་དུ་ཤེས་ཡ་ཡོད་རེད་སྤོ་དཀར་ནམ་སྡེ་བ་དེ་ཡང་རྒྱ་ཕྲན་གྱི་རྒྱ་རྒྱུད་ཅིག་ཡིན་ཟེར་ནས་ཤེས་ཡ་ཡོད་རེད། དེ་ནས་ཧོར་རྒྱ་སྤོ་ཧོར་སྤྱི་ཁྱབ་རྒྱ་སྤོ། ཧོར། རྒྱ་སྤོ་སུ་རེད་ཟེར་ཡ་བྱེད་འདུག་ད་ཧོར་རྒྱལ་པོ་སུ་རེད་ཟེར་ན་དུས་ཚོད་གཅིག་ལབ་ན་མ་གཏོགས་ཧོར་རྒྱལ་པོ་ན་རན་མ་ཡོད་རེད་བ། ཧོར་རྒྱལ་པོ་དང་ཧོར་རྒྱལ་སྲས་ཟེར་ན་ཧོར་རྒྱལ་སྲས་དེ་དེང་སང་གྲོངས་ཚར་ཡོད་ན་མེད་ན་གཞོག་ཏུ་ཡོད་རེད་ཤི་ཤི་ཟེར་ཡོད་འདུག་བ། དེ་ནས་ངོམ་རྒྱལ་པོ་དེ་སུ་རེད་ཟེར་གྱི་དྲི་བ་གྱི་འདོགས་སམ་སུ་འདི་ངོམ་གྱི་རྒྱལ་པོ་ཟེར་གྱི་ཡང་བོད་སིལ་བའི་རྗེས་ཀྱི་རྒྱལ་པོ་ཆེ། ཁ་ཤས་ཀྱིས་ལྭ་བ་ཡིན་ནའང་དེ་ནི་བོད་བཙན་པོའི་གདུང་རྒྱུད་ཡིན་ཟེར་ཁ་ཤས་ཀྱིས་གླང་གི་གདུང་རྒྱུད་ཡིན་ཟེར་ནས་དེ་འདྲའི་བྱེད་ཡུལ་བསྡད་པ། ཡང་ངོམ་བྱེད་རྒྱ་པོ་ཟེར་བའི་བོད་ཀྱི་རྒྱ་རབས་ལོ་རྒྱུས་ནང་ལོགས་ལས་འཁོད་བསྡད་པ་ཅི་རེད་ཤེས་དེ་ནི་བེར་རྒྱ་པོ། དེའི་ཡོངས་གྲགས་རེད་ཤེས་མི་དགོས་པ་ཆེ། དེ་ནི་ལྷ་ཐོག་རྒྱ་པོ་ནང་ཆེན་རྒྱ་པོ། སྡེ་དགེ་རྒྱ་པོ་གླིང་ཚང་རྒྱ་པོ། དེ་ནི་ཁ་ཤས་ཀྱིས་བེར་ཏེ། ད་རེས་དཀར་མཛེས་བལ་རི་དེ་རེད་མ་རེད་འདྲ་བ་དྲི་བ་འདྲ་བ་གྱིན་འདུག་བསམ་སོང། དེ་བལ་རྒྱ་པོ་ཟེར་ནས་ཡོང་གྲགས་དེ་འདི་རེད། སྨན་ཁང་གང་ཡོད་དེ་བ་དེ། ད་འདི་གོ་ཤིག་གི་ལྟོ་བའི་རྗེས་སུ་བལ་རི་ཚོ་དུ་མ་མང་པོ་དུ་སྤྲེའུ་ལ་ཤོག་ཅེས་སོང་དེ་ནས་ལས་ཐང་གི་ཤོག་ལ་དུམ་བུ་གཅིག་བྱས་ད་ག་ས་གར་འཐོར་ཡོད་རེད་བ་དེ་འདྲའི་གི་ཧོ་སེར་ད་ར་ཁ་སྔ་ནང་ལོག་གི་བལ་རི་དེ་འདི་ནས་མ་ཕྱེ་ཡོང་རྒྱུ་ཡིན་ཟེར་ཁོང་རྣམས་གསུང་གི་འདུག་བ། དེ་རེད་ད་འདི་ཚོ་ནི་རྒྱ་བོད་ཟེར་ཡོད་བ་དེ་བཤད་མ་དགོས་བ་ཆེ། དེ་ནས་རྨི་ལུས་རྒྱ་བོད་ཟེར་གྱིས། རྒྱ་རབས་ལོ་རྒྱུས་ནང་ལ་འདུག་རྨི་ལུས་གསེར་གྱི་རྒྱ་བོད་ཟེར། དེ་ནས་འཇང་རྒྱ་བོད་འཇང་རྒྱ་བོད་དེ་ད་དམིགས་བསལ་གྱི་བོད་རེད་ཟེར་ནས། རྒྱ་ཆ་རྒྱ་ཐག་ཅེས་ཐོས་ཡོད་ད་ཁག་པོ་ཡིན་རྒྱུ་རེད་དེ་གང་ལྟར་བོད་དང་འབྲེལ་བ་ཡོད་བསྡད་མཁན། རྒྱ་བོད་དེ་ཚོ་ངོ་མཚན་ཡང་མང་པོ་ཅིག་བོད་ཀྱི་མིང་ཡིན་བསྡད་མཁན། ཀརྨ་པ་སྐུ་ཕྲེང་མང་པོ་དང་འཕགས་པ་ལ་སྐུ་ཕྲེང་མང་པོ་ཕེབས་ནས། ད་འདི་ཡང་བོད་དང་ཧ་ཅང་གི་འབྲེལ་བ་ཆེན་པོ། བཀའ་འགྱུར་དེ་ཚོ་པགས་བསྐུས་ནས་དེ་འབྲེལ་གྱི་ལོ་རྒྱུས་མང་པོ་ཡོད་རེད་བ། ད་དེ་ནས་མང་ཤོས་ཀྱི་རྒྱ་རོང་རྒྱ་སྐད་སྐྱོབ་རྗེས་དེ་རེད། འདིར་དྲི་བ་ཁ་ཤས་འདུག་བསམ་སོང།

ཁ་ཟས་དེ་ཚོགས་གཏུམ་པོ་ཀའི་ཁ་ཅེར་བ། ཚོགས་ཁ་ཟས་ཁ་དེ། དེ་ཚོ་བྲི་མཁན་དེ་གི་ད་འདི་གའི་ལ་རྒྱ་ཁབ་བསད་ནས་ལབ་རྒྱས་ན་དེ་ཚོ་ཁྱེད་དྲག་གི་ཡོང་ཚོང་ནང་འདྲ་བོ་ཅི། དཔེར་ན་རྫོང་བཅས་ཁི་བོ་ལ་འདི་འདྲའི་གསུམ་བཞི་དེ་འདྲས་འདུག་བ། འདིར་འབའ་ཁམས་རྫོང་ཁི་བོ་ལ་དཔེར་ན་སོག་ནང་དང་རྫོང་འགག་ཁ་ཤས་ཀི་རྫི་འགག་སེ་བྲིས་ཤིག་ཅོག་ཙེ་བསྟན་པ། འདི་འདྲའི་བཞི་རེ་ཚ་ཡོད་ཡོང་དུས་ད་ལྟའི་རྒྱ་ཁབ་སི་ལ་ནི་མ་བདེ་བའི་ཚོང་ལྷང་གྱི་གླད་ཡིན་རྒྱུ་རེད་བསམ། ཨེ་སི་ཐང་གི་རྒྱ་ཁབ་སི་ཡ་དེ་རྒྱ་བོད་ཁབ་སི་ཡ་གི་བདུད་མོས་བསྐྱེད་དུས་རྒྱ་བོད་ཁབ་སི་ཡ་དེ་རྒྱ་ས་ལ་བཀོག་འདུག་ད་ཕྱིས་སུ་རྒྱ་ཁབ་སི་ཡ་དེ་ཕ། རྒྱ་ཁོངས་ཡོངས་རྫོགས་ཁྱབ་བདེ་བ་འདྲ་བོ་ཅིག་དང་སྣོད་བཅུད་ཚང་མ་ལ་གོ་བདེ་བ་འདྲ་བོ་ཅིག་ཕྱིས་སུ་བྱུང་བ་རེད་མ་གཏོགས་གནའ་སྔ་མོ་བོད་ཀྱི་བཤད་སྟངས་བྱས་པ་ཡིན་ན་རྒྱ་བོད་གཅིག་གི་རྒྱ་ས་ལ་ལབ་དགོས་པ་རེད། བླ་མ་འགའ་ཞིག་གནམ་ཐང་ལ་ཨ་མདོ་དང་ཁམས་དང་མངའ་རིས་དང་ཕོ་བ་བདུད་ལྷ་ས་ལ་མར་ལོག་འོང་དུས་ལྷ་ལྡན་རྒྱ་ཁབ་དུ་ཕྱིར་ཕེབས་ཟེར་དེ་འདྲ་ཡོད་རེད། རྒྱ་བོད་ཁབ་ཟེར་དེ་རྒྱ་བོད་ཁོས་རྒྱ་ས་བྱེད། དེ་ཡིན་དུས་ད་རྒྱ་རོང་གི་རྒྱ་བོད་དེ་ཚོ་ལ་རྒྱ་ས་བྱེད་ཡས་འདུག་དེ་ཡིན་ཚད་དེ་རྒྱ་ཁབ་ཁ་བ་ཡི་ཁབ་ལབ་ཀྱི་ན་ངས་དེ་ཡ་ཡིན་ན་སྐྱོན་ཆེ་ཡ་གས་མི་འདུག་བསམ་འདུག་འདི་ལབ་སྲོལ་ཡ་འདུག། ལབ་རྒྱ་བོད་ཀྱི་ལོ་རྒྱུས་དེ་འདྲ་ཡང་འདུག་དཔེར་ན་འདི། ཡ་རྩེ་དང་གློག་དང་གུང་ཐང་གི་ཕྱོགས་དེ་དང་ནེ་པ་ལའི་དང་བོད་ཀྱི་དེ་ས་རྒྱ་ཆུང་ཆུང་རེད་བ། འདི་གའི་གཅིག་མངའ་ཐང་དར་ཡོང་དུས་གཅིག་གི་གཅིག་དབང་དུ་བསྒྱུར་ཏེ་མཚམས་མཚམས་ལ་དུ་མི་གཉིས་འདྲ་བ་གཅིག་དབང་དུ་བསྒྱུར་ཏེ་མཚམས་མཚམས་ལ་འདི་གཉིས་ཀྱི་ཁོངས་ཐོག་ལ་རྒྱ་ཕྲན་ལྔ་བཅུ་དེ་འདྲ་བྱུང་མྱོང་ཡོད་རེད་ལགས་དེ་བ། རྒྱ་པོ་ལྔ་བཅུ་དེ་འདྲས། དེ་ཙང་ད་རྒྱ་རོང་གི་ཕྱོགས་དེ་ཡང་ཞི་རག་གི་རྒྱ་ཆེན་པོར་བ། ང་ཚོ་ད་ལྟ་ས་ར་དེ་ཆུང་ཆུང་བྱས། ཨ་ནེ་སྐྱིད་དེ་འདི་བྱས་འོན་ཏེ་སུ་ཉིད་དེ་ལྟས་ཚོ་ཁོམ་འགྲོ་གི་ཡོད་རེད་མ་གཏོགས་ས་དཔེ་རྒྱ་ཆེན་པོ་ཡིན་ཙང། ངས་དེ་ཡིན་ན་རྒྱ་ཁབ་སི་ལ་ཡ་ལས་དམིགས་བསལ་གྱིས་སྐྱོན་ཆེ་ཡ་སི་ཀའི་མི་འདུག་བསམ་གྱི་འདུག།

མི་གི་ས་མཐའི་རྒྱ་མཚོ་ཡིན་ན་ཁོང་གི་འདི་བྲིས་ཀྱི་འདུག་བསྟན་པ་ནི་དམ་པར་བྲི་མཁན་ཡིན་འདུག་ཨ་འདི་ཚོ་ལ་མིང་མ་འདྲ་བ་དང་དེ་འདྲའི་བལྟས་ཚུལ་བལྟས་ཚུལ་འདུག་དེ་ཁྱེད་རྣམས་པས་གཟིགས་རོགས་གྱིས་མ་གཏོགས་ཡ་ངས་ཚང་མ་དེ་ཞིབ་འཇུག་འདྲ་བྱས་ནས་དགོས་ན་འདི་ཡོང་གི་མི་འདུག་དེ་ནས་སྨལ་བ་རྒྱབ་བོ། ཅོ་ནེ་རྒྱབ་བོ། ཙོང་ཁ་རྒྱབ་བོ། དེ་ནས་སྐྱོན་གནད་དེ་གི་ས་ལྷིང་འདྲ་བོ་ཏག་ཏག་བསྡད་ཡོད་མེད་ཀྱི་ཐོག་ལ་དེ་བཀའ་མི་གནང་མཁན་ཞིག་འདུག་བསམ་སོང། ད་དེ་འདི་ཚོ་ཁྱེར་སྟངས་ཡིན་ན་ཕ་ཅལ་ངའི་སྟེང་ནས་འདི་ཏག་ཏག་ཡིན་བསམ་སོང་ད་ཁོང་གི་གསུང་ལ་འདི་སྐྱོན་གནད་དེ་ཀན་སུ་རེད་ཁྱོད་དེ་ཀན་སུ་ཏག་ཏག་ཁེལ་ཡོད་ན་མེད་ན་ཟེར་ཡ་འདྲ་བོ་བྱས། དེ་འདྲའི་ཅེས་གསུང་འདུག་བ། ན་དེ་ཀན་སུའུ་ཁི་རེད་ཡོད་རེད་དེ་ས་ཁྲ་དེ་ཆུང་དུས་ད་ཆེན་ཁོས་ཡག་པོ་མཇལ་གི་ཡོད་ས་མ་རེད་འདི་ཕ་ཆུང་རེད་འདོད་ཀྱི་དང་ན་ཨེ་རོ་དང་ཐུང་ན་དེ་འདྲ་རེད་འདི་ཀན་སུའུ་གི་ས་དེ་འདི་རེད་འདོད་འདུག་སི་ཡ་འདི་ནས་མ་ཅིག་འགོག་ནས་འདི་ནས་རྒྱ་ར་རྒྱུག་རེད་འདྲ་ཅིག་ཁྱེད་ནི་འདི་འདྲས་བྱས་ནས་ཡག་འདུག་བ་ཇི་ཙམ་འདི་ཀན་སུའུ་རེད། འདི་ཡན་ཆད་ནས་མཚོ་སྔོན་གྱི་འདི་མན་ཆད་དེ་གོ་ཏུ་སི་ཁྲོན་གྱི་དེང་སང་གི་དབང་དུ་བྱས་པའི་དེ་འདྲའི་རྩིས་འདི་བ། དེ་ན་སྔ་མོ་ཀན་སུའུ་ལ་དེ་འདྲའི་སི་ཁའི་ཡོད་ནི་མེད་ནི་དེ་དེང་སང་གི་དབང་དུ་བྱས་པའི་འདི་ཀན་སུའུ་གི་ཁུངས་གཏོགས་རེད་དེ་ཡོད་རེད་ད་འདི་ནས་ཡང་གོམ་པ་ཁ་ཤས་ཡར་མ་ཆད་པར་ཤོག་ཡོད་ན་ངས་མི་ཤེས་དོན་ལག་རང་གི་ཕྱོགས་དུ་མ་བཅད། ངས་འདི་ཕྱི་ཐང་གི་རྟགས་འདི་གའི་རྒྱབ་དུས་ཚང་མ་དུ་ཧོ་ཧོ་ཚོད་ཚོད་ཀྱིས་བྲིས་ཡོད་དེ་འདྲ་མ་རེད་བོད་ཡིག་གི་ས་སྒྲ་དེ་ཚོ་སྟེ། དེ་ནས་འདི་གའི་ལང་ག་ཅིག་ཡོད་རོ། ལང་ག་གི་རྟགས་དང་ས་ཐིག་དང་ཕྱོགས་གི་རྟགས་དང་ས་ཆ་གི་ཆ་བོད་ཀྱི་རི་མོ་དང་འདི་ཚོ་ལ་བརྟེན་ནས་སྐྱོ་ནད་ག་བ་རེད་ཤག་རྨེ་བ་ག་བ་རེད་ཤག་གླིང་ཚང་ག་བ་རེད་ཤག་ལ་སོགས་ད་བལྟས་ཡོད་རེད་ཞིབ་ཕྲ་བཅས་ཀྱི་སྐོར་དེ་ང་ཚོ་ཞི་བ་གི་སྟེང་ནས་འཁྱིལ་ནས་འགྲན་པེར་དང་ཚོང་རམས་བྱེད་ཡ་འདྲ། དེ་འདྲའི་སྐད་མིན་པ་ཡིན་ཙང་ཡང་ཀོ་དེ་འདྲའི་རང་དང་བྱུང་ཡོད་མ་རེད་ཡང་རྩ་བའི་ཀོ་ས་ཁྲ་ཀོ་ཆུང་ཆུང་རོ། འདི་གའི་ཞིབ་ཕྲ་བཟོ་ཡ་ལ་ས་ཁྲ་དཔེ་ཆེན་པོ་དེ་འདྲས་བྲིས་དགོས་འདུག་ཀོ། འབྲི་གཞི་དེ་ཆེན་པོ་མིན་ན་དེ་ཡུན་ཡང་མིན་པ་ཡིན་དུས། དེ་འདྲས་རེད་མ་གཏོགས་ཀི་རྩ་བའི་འདི་ཆེ་བ་ཆེན་པོ་དེ་འདྲའི་སྐད་ཡོད་ས་མེད་བསམ་གི་འདུག། དེ་ནས་མེ་ཉག་དང་འདི་ཚོ་སྤྱིར་གྲི་གོག་སམ་སུ་དེ་དེ་གོ་ས་ཐེག་ཐེག་གིས་ས་ཁྲ་ནང་ལོགས་ལས་ཤོང་གི་མི་འདུག་དེ་གཡུག་རྒྱག་བ་ཡིན་མེ་ཉག་དེ་ཡང་རྒྱང་ནང་བཞིན་ཡང་ང་ཚོ་བོད་དང་འབྲེལ་བ་ཆེན་པོ། ལྷག་པར་དུ་བོད་ཀྱི་བླ་མ་ཁག་དང་འབྲེལ་བ་ཆེན་པོ་ནི་རུ་རྒྱུད་དང། རྒྱ་པོ་དེ་ཚོ་གི་མིང་དང་དེ་ཚོ་བྱས་དུས་ཡང་བོད་དང་འབྲེལ་བ་ཆེན་པོ་འདུག། དེ་ནས་ལས་ཡོད་དེ་ངས་སྐལ་བཟང། སྒྲ་སྒང་སྔོན་མ་དེ་ཚོའི་ནང་ལ་ཤོར་ཤོར་གྱིས་ཞུས་ཀྱི་ཡོད། དེ་གི་ད་རེས་དམིགས་བསལ་གྱིས་ཞུས་མེད་འདི་འདི་ནས་ལས་ཡོད་ཧོ་ཏིང། འདི་བ་འདི་བ། ད་འདི་ནས་ཡག་གཅིག་གི་གྲོ་ཤ་དང་དེ་གི་གཅིག་སོང་ཤ་བཟང་སོ་དེ་ཡང་ས་དེ་གི་ཡོང་གི་མི་འདུག་འདི་ཚོ་ཁྱུང་རུ་བཏང་གི་ན་ནི་ཡང་འདི་གའི་དྲི་དུས་ལ་བ་རྒྱ་ག་ཀྱོག་རྗེས་འདི་ཚོ་དེ་ནས་དྲི་ཐུབ་ཡ་དེ་རེད་མི་འདུག། ཁྱེད་ཚ་གྲུ་ཤ་དང་ཐོག་སྐར་དང་ད་དེ་ཚོ་དེ་བོད་དང་ཡང་འབྲེལ་བ་ཆེན་པོ་ཡིན་དེ་བ། ཨ་དེ་འདྲས་རེད་ཤག། དེ་ནས་སྤུ་སྡིག་དང་ག་ཤ་དང་ཁོ་ནོལ་དང་གཅིག་འགའ་བྲིས་ཀྱི་འདུག་སངས་སོ། ཨ་དེ་ཚོ་ཡང་ད་རྒྱ་བོད་སིན་ལ་གི་ཡོད་མེད་གང་ཤེས་དེ། ད་མངའ་རིས་ཀོ་གསུམ་ལ་སོགས་པ་དང་འདི་ཚོ་གྱི་ཁོངས་སུ་གཏོགས་བསྡད་ཀྱི་ཡོད་རེད་བ་རྒྱ་བོད་འདི་ཚོ་ཁོངས་སུ། ཨ་ལོང་པ་སོ་སོ་སོ་སོ་ལ་གང་རེད་ཟེར་གི་རེད་དཔོན་པོ་འདྲ་བོ་ཡོད་ཡོད་རྒྱུ་རེད་དེ་རྒྱ་པོ་ཟེར་དེ་འདྲའི་བོད་དེ་མ་དེ་འདྲའི་ཡོད་བ་དེ་ངའི་ད་ལྟ་བར་དུ་ཧ་གོ་མ་སོང། དེ་འདྲའི་ཡོད་བ་ཡིན་ན་དེ་ནི་ང་ཚོས་ཡང་ཁ་སྣོན་བྱེད་ཤེས་ཁ་གསབ་བྱེད་ཤེས་བྱེད་ཤེས། ཨོ་གོ་ཕུན་སུམ་ཇེ་ཚོགས་ཇེ་ཚོགས་བཏང་ཆོག་རོ། དེ་ནས་བཀའ་ཤག་གིས་ངའི་ས་ཆ་དེ་མི་འདུག་ག་རེད་ཁྲིམས་སྐོར་རང་བཙན་རེད་ཟེར་བའི་བཟོ་ནས་དེ་ནས་འདུག་ཁྲིམས་སྐོར་རང་བཙན་ཟེར་ཡ་དེ་དང་རྒྱ་ཁབ་ཟེར་ཡ་གཉིས་འདི་ལོག་ག་རེད་བ། ངས་དོན་གྱི་ག་རེ་ཡིན་མིན་སྐད་ཆ་ཤེས་གི་མེད་རྒྱ་རབས་ལོ་རྒྱུས་ཀྱི་ནང་ལོག་ལས་རྒྱར་བོ་ཟེར་ཡ་དང་གདུང་རྒྱུད་རྩི་དེ་ཡ་རྒྱ་ཕྲན་ཟེར་ལབ་བ་དང་རྒྱ་ཁབ་ཟེར་ལབ་ཡ

དུས་རབས་སོ་སོ་སོ་སོར་བེ་རི་དབང་བཞི་བའི་དུས་སུ་ཡིན་ན་བེ་རི་ཁོངས་སུ་གཏོགས་གི་ཡོད་རེད་ངོམ་རྗེ་རྒྱལ་པོ་དར་བའི་དུས་སུ་ཡིན་ན་ངོམ་རྗེ་རྒྱལ་པོའི་ཁོངས་སུ་གཏོགས་གི་ཡོད་རེད། ཨེ་མཚམས་ས་རྒོད་ཐེབས་འགྲོ་གི་ཡོད་རེད་ད་དེ་འདྲའི་སྣ་ཚོགས་རེད་བ། དེ་ནས་ཁ་ཤས་ཀྱིས་བཙད་པོ་དང་ཕྱི་རྒྱལ་ཟེར་ཡོད་དེ་འདྲའི་མང་པོ་བཤད་བཞིན་འདུག། བཙད་པོ་སེ་ལྟ་ཅི་ཐང་གི་བོད་དུ་བཙན་བོད་ཀྱི་གདུང་རྒྱུད་དེ་ཚོ་ལ་གོ་ཡོད་རེད་ད་དེ་ཚོ་གཙང་དང་འདི་ཚོ་ག་ས་ག་ལ་གང་དུ་ཡོད་རེད་བ། ཡིན་ན་ཡང་ལྷ་སའི་རྒྱ་རྒྱུད་དང་ཡར་ལང་གི་རྒྱ་རྒྱུད་ཟེར་བ་དང་གུང་ཐང་གི་རྒྱ་རྒྱུད་དང་འདི་ཚོ་འདྲའོ། ལ་དྭགས་ཟངས་དཀར་འདི་ཚོ་ཡིན་ན་བོད་བཙན་པོའི་གདུང་རྒྱུད་ཡིན་པ་གང་ཤེས་ལས་རྒྱ་བོ་སེ་ནི་མེང་ཐོ་དེ་ཡ་རེད་མ་གཏོགས་བཙད་པོ་ཚང་མ་ལས་ཡང་རྒྱ་བོ་སེ་ནི་མེང་ཐོ་འོང་གི་མི་འདུག་བ། སི་ཏང་གི་ལུང་པ་ཕ་ར་བྱེད་རོགས་ཀྱི་དཔོན་པོ་ནི་དེ་ཚོ་དེ་བོད་བཙན་པོ་གི་གདུང་རྒྱུད་དེ་ཚོ་ཡིན་ཟེར་ནས་བསད་ཀྱི་ཡོད་རེད་བོད་སིལ་བུའི་སྐབས་དེར་ད་ཤེས་སུ་ཡིན་ན་ཡང་ས་ཆ་དང་དེ་ཚོའི་སྐབས་སུ་ཡིན་ན་ཡང་བོད་བཙན་པོའི་གདུང་རྒྱུད་དེ་ཚོ་ག་ས་ག་ལས་ཤུགས་རྐྱེན་ཆེན་པོ་རེད་ཤག་ཨོ་ཡིན་ན་ཡང་ནི་དཔེར་ན་ལྷ་རྒྱ་རི་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ད་བོད་བཙན་པོའི་གདུང་རྒྱུད་ང་ཚོ་འཁྲུལ་མེད་ལས་ངོས་འཛིན་བྱེད་བསྡད་ཀྱི་ཡོད་རེད་བ་ཡིན་ན་ཡང་རྒྱ་བོད་ཀྱི་མིང་དེ་མི་འདུག་བ།

རྒྱ་སྦོག་གི་གདུང་རྒྱུད་ཀྱི་མ་དབང་བཅུ་དེ་རེག་གི་ཡོད་རེད། ས་སྐྱ་རེག་གི་དགོན་པ་བཅས་ཀྱི་བླ་རང་གི་བདག་པོ་བླ་མ་བཅས་ཀྱི་དབང་བརྒྱུད་དེ་རེག་གི་ཡོད་རེད། ས་སྐྱ་རེག་གི་ཐད་ཀར་བོད་གཞུང་གི་མ། རྫོང་དཔོན་དང་སྡེ་བ་དང་ཡི་དུས་དང་ཞང་ངོ་དང་བླ་གཉེར་སེར་དེ་འདྲ་བཏང་ན་ཡང་དབང་བརྒྱུད་དེ་ཡང། རྫོང་དེ་འདྲའི་རྫོང་དང་རྫོང་དཔོན་ཐད་ཀར་མ་བཏང་དབང་བསྒྱུར་དེ་ཡོད། ད་དེ་འདྲའི་ཁར་རིགས་མང་པོ་ཅིག་ཡོད་རེད་བ། ད་ད་ལྟ་འདི་ཚོ་ཕར་སྐྱེལ་བ་དང་རྒྱ་བོད་ཀྱི་རིགས་སུ་གཏོགས་པ་ཆགས་ཀྱི་ཡོད་རེད། ད་ད་ལྟ་གི་ས་བཀྲ་འདི་དམིགས་བསལ་དེ་འདྲའི་འདྲ་བ་ཅིག་མ་གཏོགས་གི་མང་པོ་ཞུ་བ་ཡིན་ན་ང་ཡར་ཀླུག་ཡར་དེར་བལྟས་ཚེ་ཁག་པོ་ཆགས་བསྡད་ཀྱི་འདུག་འདི་ག་སའི་དྲི་བ་ཡོད་ན། འདི་ཡོད་དྲུག་ཁོ་རང་གི་གབ་ལ་རྒྱབ་བརྒྱབ་པ་ཡིན་ན་ངས་རྗེས་མ་ནགས་སུ་ལས་ཕུལ་ངེས་ཡིན། དེ་ནས་ངོ་དེབ་དང་སྐད་འཕྲིན་དང་གང་བྱུང་མང་བྱུང་གི་ཐག་ལ་དྲག་བསྐུལ་བ་ཡིན་ན་ཡང་ངས་ཚང་མ་དེ་ཚུར་རུག་བྱེད་ཐུབ་ཡག་དེ་ཁ་བོ་རེད་ཤག་ལགས་དགོངས་པ་མ་ཚོང་ཟེར་ནས་ཞུས་ཡ་ཡིན། དེ་ཚང་མ་ལ་བཀྲ་ཤིས་བདེ་ལེགས།